བོད་མིའི་སྙིང་སྟོབས། དེང་སང་འཛམ་གླིང་འདི་ཡི་སྒང་ལ་ནང་པ་སངས་རྒྱས་པའི་ཆོས། བོད་ལ་ཡོད་པ་དེ་ལས་ལྷག་པ་ཞིག་གཞན་དུ་མེད་པ་ང་རང་ཚོའི་མིག་གིས་མཐོང་བ་དང། ལག་གིས་ཟིན་པའི་གནས་ཚུལ་འདི་རེད། བོད་རྒྱ་ཆེའི་མི་མང་གིས་མེས་པོ་ནས་མེས་པོའི་རིང་ལ་ནང་པ་སངས་རྒྱས་པའི་ཆོས་ཆ་ཚང་བ། གྲངས་མ་ཉམས་པ། ཁྲུ་མ་ཆག་པ་ཞིག་ང་ཚོས་འཛིན་སྤེལ་བྱས་ཏེ་སྡོད་ཡོད་ཅིང། དེ་ནི་བོད་རྒྱ་ཆེའི་མི་དམངས་ཀྱི་རླབས་ཆེན་གྱི་བྱས་རྗེས་ཤིག་ཡིན་པ་ལས་སྐྱོ་པོ་གཏན་ནས་མིན། གཉིས་ནི་ང་ཚོའི་བོད་རྒྱ་ཆེའི་མི་དམངས་རྣམས་བཙན་དབང་དང་མནར་གཅོད་ཀྱི་གནས་ཚུལ་འོག་ལ་སེམས་ཤུགས་ཆག་མེད་ལ་བོད་རྒྱ་ཆེའི་མི་མང་གི་ལྷག་བསམ་ཡེལ་མེད་ཅིང། སྙིང་སྟོབས་ཀྱང་ཞུམ་མེད། ཇི་ཙམ་ཕྱིའི་འགོག་རྐྱེན་དང། གནོན་ཤུགས་ཆེ་རུ་ཕྱིན་པ་དེ་ཙམ་གྱིས་ང་ཚོ་བོད་རྒྱ་ཆེའི་མི་མང་གི་སེམས་ཤུགས་ཀྱང་ཇེ་ཆེར་ཕྱིན་ཡོད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་དགེ་བཞིའི་ཟླ་བཅུ་པའི་ཚེས་བཞི་ཉིན་ཨ་རིའི་བོད་མིའི་ཚོགས་ཁག་གཅིག་ལ་བསྩལ་བའི་བཀའ་སློབ། ལུས་སེམས་ཀྱི་དབང་བསྒྱུར་དང། འཇུ་མ་ཐུབ་པའི་བོད། བོད་མིའི་ཕྱི་ཡུལ་ལུས་པོ་རྒྱ་མིས་དབང་བསྒྱུར་བྱས་ཡོད་ཀྱང། བོད་མིའི་བསམ་བློ་རྒྱ་མིས་བསྒྱུར་ཐུབ་མེད་པར་བརྟེན། དུས་ད་ལྟ་ཡང་བོད་པའི་ཐོག་ལ་རྒྱ་མིའི་ངོས་ནས་དམིགས་བསལ་གྱི་དོ་སྣང་བྱེད་དགོས་པ་དང། གང་ལྟར། ད་ལྟ་འགྲིག་པོ་མེད་པས་ངོས་འཛིན་གསལ་པོ་མི་བྱེད་ཀ་མེད་ཆགས་ནས་བསྡད་ཡོད། ངོས་ནས་ནམ་རྒྱུན་བརྗོད་མུས་ལྟར། བོད་རྒྱ་མིས་བསད་དེ་ཁྱུར་མིད་བཏང་ན་ཡང། ད་ལྟ་འཇུ་ཐུབ་མེད། སྔ་ཕྱི་ཙམ་ལས་ཡང་ན་སྐྱུག་བསྐྱོད་པ་དང། ཡང་ན་ཤལ་སྐྱུར་བསྡད་ཡོད་པ་ལྟ་བུ་འདུག་དེ་ལྟར་ན་ང་རང་ཚོ་མིའི་ལུང་པར་ཡོད་མཁན་ཚོས་སེམས་ཤུགས་མ་ཆག་པར། གང་ཐུབ་ཀྱིས་བོད་སྤྱི་པའི་དོན་དག་ལ་སེམས་ཁུར་བླངས་ནས། སྐབས་སུ་བབ་པའི་བྱ་རྒྱུ་གང་དང་གང་ཞིག་ཡོད་པ་དེ་དག་ང་ཚོས་བསམ་བློ་བཏང་སྟེ་བྱེད་དགོས། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགེ་བཅུ་རྒྱལ་སྤྱིའི་ཟླ་བདུན་པའི་ཚེས་བཅུ་བཞི་ཉིན ྋགོང་ས་མཆོག་གིས་ཨ་རིར་བསྩལ་བའི་བཀའ་སློབ། སྟོན་པའི་བསླབ་བྱ་དང་ཡ་རབས་སེམས་བཟང། ང་ཚོ་ཚང་མས་སེམས་རྒྱུད་བཟང་པོ་བྱེད་དགོས། མི་ཡ་རབས་བྱེད་དགོས་པ་དེ་ཤིན་ཏུ་གལ་ཆེན་པོ་རེད། ཚེ་ཕྱི་མའི་ཐག་རིང་པོའི་སྐད་ཆ་བཤད་མི་དགོས་པར། མི་ཚེ་འདི་གའི་རིང་ལ་ཇི་ཙམ་གྱིས་མི་ཡ་རབས་པ་དང། སྤྱོད་པ་བཟང་པོ་བྱུང་ན། ཉིན་རེ་ཉིན་རེའི་སྡོད་གསོ་བདེ་བ་ཞིག་དང། སེམས་སྐྱིད་པ། རོགས་པ་ཚང་མ་བག་ཕེབས་པ། མི་ཚང་མས་རང་བཞིན་གྱིས་དགའ་པོ་བྱེད་རྒྱུ་ཞིག་ཆགས་ཡོང་གི་རེད། ཇིལ་གཅིག་སྟོང་དགུ་བརྒྱ་དགེ་བཅུ་བགེགས་གསུམ་ཟླ་གསུམ་པའི་ཚེས་གཉིས་རྩ་བདུན་ཉིན་གོང་ས་མཆོག་གི་མེའོ་ཞི་འཇགས་སུ་བསྩལ་བའི་བཀའ་སློབ། ཤེས་ཡོན་གྱི་གལ་གནད་དང། བོད་རིགས་ཀྱི་ངོ་བོ། ང་ཚོས་བོད་པའི་ཕྲུ་གུར་དེང་དུས་ཀྱི་ཤེས་ཡོན་སློབ་སྦྱོང་སྤྲོད་ཀྱི་ཡོད་པ་ལས། ང་རང་ཚོ་བོད་པའི་རྣམ་པ་འགྱུར་བའི་དོན་དག་མིན། ང་ཚོས་ཡུལ་ལུང་བརྗེས་པ་དང་ཆབས་ཅིག་བསམ་བློ་གཏོང་སྟངས་ཀྱང་བརྗེས། ཤེས་ཡོན་དེ་ཡང་རྗེས་ནས་བོད་པ་རྣམས་བོད་པ་མ་ཡིན་པ་བཟོས་རྒྱུའི་དོན་དག་མིན་པར། བོད་པ་བོད་པ་རང་ལ་འདོད་པའི་ཐོག་ནས་ཤེས་ཡོན་གྱི་ནུས་པ་དང་འཇོན་ཐང་གི་ནུས་པ་ཆེ་རུ་གཏོང་རྒྱུའི་ཐབས་ཤེས་བྱེད་ཀྱི་ཡོད་ཅིང། ཕྲུ་གུར་དེང་དུས་ཀྱི་ཤེས་ཡོན་འཇགས་པ་དང་ཆབས་ཅིག་ང་རང་ཚོ་བོད་པའི་རྣམ་པ་མ་ཡལ་བ་བྱ་རྒྱུ་འདི་གལ་ཆེན་པོ་རེད། གོང་ས་མཆོག་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོད་བརྒྱད་ཟླ་ལྔ་པའི་ཚེས་བཅུ་དགུ་ཉིན་ཅཱ་ནྟི་གྷར་དང་ཨམ་བྷ་ལ་ཁུལ་གནས་སྡོད་གཞོན་ནུ་རྣམས་ལ་དམིགས་བསལ་བསྩལ་བའི་བཀའ་སློབ། བོད་མིའི་བདེ་སྐྱིད་དང་བཟང་སྤྱོད་ཀྱི་གཟི་བརྗིད། བོད་མིར་བདེ་སྐྱིད་ཡོད་ན། ང་ཚོའི་ལྟ་བ་ལ་རྩོད་པ་མེད་ལ། གྲུབ་མཐའ་ལ་རྩོད་པ་མེད། རིང་ལུགས་ལ་རྩོད་པ་མེད། མི་རིགས་ལའང་རྩོད་པ་མེད། ཡོད་ཀྱང་ང་ཚོར་བདེ་སྐྱིད་མེད་ཅིང། མི་ལ་བདེ་སྐྱིད་ཀྱི་ཐོབ་ཐང་ཡོད་པས། ང་རང་ཚོ་བོད་མི་མང་ལའང་བདེ་སྐྱིད་དགོས་པའི་ཐོབ་ཐང་ལོས་ཡོད། གནས་ཚུལ་དེ་ལྟ་བུའི་ཐོག་ཏུ་ང་ཚོས་རྩོད་པ་རྒྱག་གི་ཡོད། གོང་ས་མཆོག་གིས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ཟླ་བདུན་པའི་ཚེས་བཅུ་གཉིས་ཉིན་ཨུ་རུ་སུའི་རྒྱལ་སར་བསྩལ་བའི་བཀའ་སློབ། བདེ་སྐྱིད་ཀྱི་ཆ་རྐྱེན་དང། སྤྱི་ཚོགས་ཡར་རྒྱས། ང་རང་ཚོ་མིའི་བདེ་སྐྱིད་ཀྱི་ཆ་རྐྱེན་གཅིག་སྤྱི་ཚོགས་ཡར་རྒྱས་འགྲོ་དགོས་པ་ཡིན། སྤྱི་ཚོགས་ཡར་རྒྱས་འགྲོ་བ་ལ། སྤྱི་ཚོགས་དམ་ཚིག་མཐུན་པོ་དང། འཆམ་པོ་དེ་ལྟ་བུའི་ཐོག་ནས་ཡོང་དགོས། དངོས་གནས་དྲང་གནས་ཀྱི་དམ་ཚིག་མཐུན་པོ་དང་འཆམ་པོ་ཡོང་བ་དེ། སྒེར་སོ་སོའི་སེམས་ཀྱི་ཞི་བདེ་དང་འབྲེལ་བ་ཡོད། དེ་ཙམ་དུ་མ་ཟད། ང་ཚོ་མི་སྒེར་སོ་སོའི་བདེ་སྐྱིད་ཡོང་བ་ལ། ང་རང་ཚོ་སྡོད་སའི་གླིང་འདིའི་སྒང་ལ་ཞི་བདེ་ཡོད་དགོས་པ་དང། གླིང་འདིའི་སྒང་ལ་ཁོར་ཡུག་གཙང་མ། རླུང་གཙང་མ། ཆུ་གཙང་མ་སོགས་སྣོད་བཅུད་ཀྱི་འབྲེལ་བར་སྐྱོན་མེད་པ་ཞིག་ཡོད་དགོས། ཞེ་བཅུ་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ཟླ་བརྒྱད་པའི་ཚེས་གཉིས་སྟབས་བསྟུན་ཉིན་བོད་བརྒྱུད་གཞོན་ནུའི་ཚོགས་ཆེན་ཐེངས་བཅུ་པའི་ཐོག་བཙན་རིག་བཀའ་སློབ། བོད་མིའི་སྟོབས་ཤུགས་དང། འགལ་བའི་ལམ་སྟོན། ང་ཚོ་བོད་པར་སོ་སོའི་རིག་གཞུང་དང། བཟང་པོའི་ཁྱད་ཆོས་ཡོད་པ་འདི་དག་མ་བརྗེད་པ་བྱས་ནས་འཛིན་དགོས། འདི་ནི་ང་ཚོའི་སྟོབས་ཤུགས་རེད། བདེན་པའི་ནུས་པ་གཙོ་བོ་ཡང་འདིའི་ཐོག་ནས་ཐོན་གྱི་ཡོད། ལྷག་བསམ་དང་ཤེས་ཡོན་ཟུང་དུ་སྦྲེལ་རྒྱུ་གལ་ཆེན་གནད་ཆེ་ཞིང། མ་གཞི་ངས་ནས་རྟག་ཏུ་བརྗོད་སྟབས་ཁྱེད་རང་ཚོ་སུན་གྱི་ཡོད་ཤས་ཆེ། རྒྱལ་བ་རིན་པོ་ཆེའི་ཁ་ནས་ཡ་རབས་དང་ཡ་རབས་ལས་བརྗོད་རྒྱུ་མི་འདུག་བསམ་སྲིད་ཀྱང། ངས་ནི་དེ་དག་མུ་མཐུད་ནས་ཤོད་ཀྱི་རེད། བོད་བསྟན་སྲིད་ཀྱི་དོན་དག་སྐོར་གཅིག་བྱས་ན། ལོ་མཐུན་ཉེས་ཅན་གྱི་མཚམས་ལ་སླེབས་དུས། ངས་ནི་ཤོད་ཀྱི་མ་རེད། ངོས་ཀྱི་ལས་འགན་འཁུར་བ་རེད། འོན་ཀྱང་མི་བཟང་པོ་བྱེད་དགོས་པ་དང་མི་ཡ་རབས་བྱེད་དགོས་ཞེས་པ་འདི་ང་མ་ཤི་བར་དུ་ཤོད་ཀྱི་རེད། ཚེ་འདི་ཙམ་དུ་མ་ཟད། ཇི་སྲིད་ནམ་མཁའ་མ་བསྲེགས་ཀྱི་བར་དུ་མྱོས་ནས་ཤོད་ཀྱི་རེད། གང་ཡིན་ཟེར་ན། འདི་ལ་འགྱོད་པ་དང་དགེ་མཚན་ཆེན་པོ་ཡོད། གོང་ས་མཆོག་གིས་བཅུ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ཟླ་བཅུ་གཉིས་ཚེས་ཉི་ས་གཉིས་ཉིན་ཧུང་ཟུར་དུ་བསྩལ་བའི་བཀའ་སློབ། གྲྭ་བཙུན་གྱི་སྤུས་ཚད་དང། མཐོ་སློབ་ཀྱི་རྣམ་པ། བཙན་བྱོལ་དུ་ཡོད་པའི་གདན་ས་ཆེ་ཁག་དེ་དག་ནི། མཐོ་རིམ་གྱི་གཙུག་ལག་སློབ་གྲྭ་རང་ཡིན་པ་ལས། མི་ཚེ་སྐྱེལ་སའི་དོན་དུ་མིན། གལ་ཏེ་མི་ཚེ་འདིའི་ནང་སྐྱེལ་ན། བཤད་སྒྲུབ་གཉིས་ཀྱི་ཐོག་ནས་བསྟན་པའི་བྱ་བ་སྒྲུབ་དགོས་པ་ལས། བཤད་སྒྲུབ་གཉིས་ཀྱི་ཐོག་ལ་བྱས་རྗེས་གང་ཡང་མེད་པར་སོ་སོའི་འཚོ་ཐབས་ཙམ་གྱི་དོན་དུ་མི་ཚེ་སྐྱེལ་ས་ཞིག་མིན། ང་རང་ཚོའི་གྲྭ་ས་ཚུགས་སྟངས་ཀྱང་སྔར་རྒྱ་གར་གྱི་ནཱ་ལེནྡྲ་དང། བི་ཀ་མ་ལ་ཤི་ལ་སོགས་པ་དེ་དག་གི་གོམས་སྲོལ་རྣམས་རྒྱུད་འཛིན་བྱས་པ་ལྟ་བུ་གཙུག་ལག་སློབ་གྲྭའི་ངོ་བོ་ལྡན་པ་ཞིག་ཡིན་པས་དེའི་རྣམ་འགྱུར་དང། ངོ་བོ་གསལ་པོ་མཚོན་ཐུབ་པ་བྱེད་རྒྱུ་གལ་ཆེན་པོ་ཡིན། གདན་ས་གསུམ་དང། མདོར་ན་ས་སྐྱ་བཀའ་རྙིང་རིས་སུ་མ་ཕྱེས་པའི་བཤད་གྲྭ་ཡོད་པ་ཚང་མ་སྤུས་དག་པོ་དང། གནས་ཚད་ལོང་བ་བཟོ་རྒྱུ་གལ་ཆེན་པོ་འདུག། བཅུ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱད་གསུམ་ཟླ་བཅུ་པའི་ཚེས་དགུ་ཉིན་ལྡི་ལིར་གཞོན་ནུའི་ཚོགས་འདུར་གསལ་བའི་བཀའ་སློབ། བླ་མེད་ཀྱི་གོང་བཞི་དང། རྒྱལ་དབང་གི་ཐར་པ། ངའི་ཐར་པ་གང་ཡིན་ཟེར་ན། འཛམ་བུ་གླིང་ཡོངས་རྫོགས་མིའི་ཁྱིམ་ཚང་གཅིག་ཏུ་འགྱུར་ཞིང། མི་ཐམས་ཅད་ཕ་མ་བུ་ཕྲུག་ལྟ་བུའི་མཛའ་བརྩེ་དང། ཞི་འཇམ་བདེ་སྐྱིད་ཡོད་པའི་ཁྱིམ་ཚང་ཆེན་པོ་གཅིག་བྱུང་ན། དེ་ནི་ངའི་ཐར་པ་ཡིན་ཞེས་བརྗོད་ཀྱི་ཡོད། དེ་འདྲ་ཞིག་བྱུང་ན། རྒྱལ་ཁབ་ཕན་ཚུན་གྱི་དོན་ལ་དམག་འཁྲུག་རྒྱག་མི་དགོས་ལ། ཡུལ་གཅིག་ན་མུ་གེ་བྱུང་ན་གཞན་ཞིག་གིས་ལྟད་མོ་བལྟས་ནས་སྡོད་ཐབས་མེད་ཅིང། ལྟ་བ་འདྲ་མིན་གྱི་ཐོག་ནས་རྩོད་པ་རྒྱག་དགོས་དོན་ཡང་མེད། དངོས་གནས་མི་ཚེ་གཅིག་གི་ནང་ལ་འགྱོད་པའི་བདེ་སྐྱིད་ཅིག་ཡོང་ངེས་ཡིན། མི་ལུས་བླངས་པའི་ཉེར་ལེན་གྱི་ན་རྒྱུ་ཤི་རྒྱུ་ཡོང་ངེས་རེད། འོན་ཀྱང་མིས་བཟོས་པའི་དཀའ་ཉེན་ཕན་ཚུན་འཁྲུག་པ་རྒྱག་པ་དང། གཅིག་གིས་གཅིག་ལ་གནོད་པ་སྐྱེལ་རྒྱུ་དེ་མི་དགོས་པ་ཆགས་ཡོང་གི་རེད། ནང་པ་སངས་རྒྱས་པའི་ཆོས་ཀྱི་ཐོག་ནས་འགོག་བདེན་ལ་ཐར་པ་བཤད་པ་དེ་མི་སྒེར་སོ་སོའི་ཐར་པ་རེད། ངའི་ཐར་པ་འདི་སྤྱི་ཚོགས་ཀྱི་ཐར་པ་ཡིན་ཞེས་བརྗོད་ཀྱི་ཡོད། ྋགོང་ས་མཆོག་གིས་ཇི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་དགུ་ལྔ་ཟླ་གསུམ་པའི་ཚེས་ཉི་ཤུ་ཚེས་ལྔ་ཉིན་ཧ་པ་པུར་སློབ་གྲྭའི་དགེ་སློབ་ཡོངས་ལ་སྩལ་བའི་བཀའ་སློབ། བཟང་སྤྱོད་ཀྱི་མིག་དཔེ་དང། བོད་མིའི་ཁྱད་ནོར། ལྷག་བསམ་གྱི་རྩ་བ་གཞན་ཕན་ཡིན་ལ། གཞན་ཕན་གྱི་ལྷག་བསམ་དེ་དག་ཡོད་ན། རང་གི་ལུས་ཀྱི་རྣམ་འགྱུར་དང། ངག་གི་སྨྲ་བརྗོད། བསམ་བློའི་འཁྱེར་བཟོ་དང་བཅས་པ་ཡ་རབས་ཤིག་དང། གཞན་ཕན་གྱི་བསམ་བློ་མེད་ན། སྒོ་གསུམ་གྱི་སྤྱོད་པ་ཡང་མ་རབས་ཤིག་ཆགས་ངེས་ཡིན། ང་ཚོ་བོད་པར་ཕ་མེས་ནས་ཡོད་པའི་གོམས་གཤིས་བཟང་པོའི་སྤྱོད་པ་དེ་ནི་རིན་ཐང་ཆེན་པོ་ཡིན་པ་དང། བོད་པའི་རིག་གཞུང་ཡིན་པ་ཙམ་དུ་མ་ཟད། རང་ཉིད་ཀྱི་མི་ཚེ་སྐྱིད་པོ་ཡོང་བ་དང། སྤྱི་ཚོགས་སྐྱིད་པོ་ཡོང་བའི་དོན་དུ་གལ་ཆེན་པོ་ཡིན་བསམ་པ་ཁྱེད་རང་ཚོས་ངོས་འཛིན་བྱ་རྒྱུ། ཐུགས་རྗེ་གནང།